ཉེ་གནས་སུ་ལག་བསྟར་གྱི་སྐབས་སུ་ཡང་འདི་ལོ། བྱམས་སྙིང་རྗེ་ཟེར་བ་དེ་ར་ལ། ཐོག་མར་དེབ་འདིར་བཞག་ཡང་བྱམས་སྙིང་རྗེ་འདི་དོ་ད་རང་རང་གིས་རང་ལ་ཐ་གནང་དགོས་པ་དེ་ཡང་གཙོ་ཆེན་ཞིག་གི་རེད་བ་ལ། ཅེས་བཤད་ཡང་བྱམས་སྙིང་རྗེ་གཞན་ལ་ཡོད་ར་ལ། གནང་གནང་གཉིས་ཀྱིས་དོ་ད་རང་གིས་རང་ལ་ཡང་བྱམས་སྙིང་རྗེ་ཟེར་བ་ཞིག་ཡོད་ར་ལ་ད་མཉམ་ལྟ་དགོས་ར་ལ་ད་བྱམས་སྙིང་རྗེ་གི་རྩ་བ་མ་བསྲུང་ན་ཐོག་མར་རང་གི་བསམ་པ་ནས་སྐྱེ་དགོས་པ་ད་ཤར་དགོས་ར་ལ། ཨོ་ཡོ། ད་ངས་ཁྱི་དེ་ཤི་ཡིན་པ་ཨ་ཡོ་ཡོ་ད་ཁྱེད་ར་ཞལ་ལོ་ཕྱེ་རོགས་གནང་ཟེར་ད་ཁོ་ཚོས་གསུངས། ཡིན་ཁ་ཤས་མི་ཤེས་བདེ་རྒྱུ་མེད་ཟེར་ར་མག་པ་རླུང་ནི་ཆགས་པ་འདུག་ཟེར་ར་ཡང་ཕེབས་དགོས་ཆགས་ན་ཡང་ད་ཡང་ལས་མ་བསྲུང་ན་ཡོད་མེད་ཅི་མི་ཤེས་ར་ཁུ་ཨེ། ཨ་ལས་སྐུ་ཚེ་བཞིན་དུ་བཀའ་སློབ་ཉན་དགའ་པོ་ཡོད་ཅི་ལྟར་བཀའ་སློབ་ཡང་དག་པར་ཉན་ནས་ཡོད་ཉན་ཉན་དགོས་པ་དང་མི་དགོས་པ་ཟེར་བ་འདི་ད་ལོ་རྒན་རོགས་ལ་ལོ་རྒན་ཡིན་དུས་དབྱེ་བ་འབྱེད་ཐུབ། ད་དེ་འདྲ་ཞིག་བྱེད་མ་ཐུབ་ན་དུས་ཚོད་འཕྲོ་བརླག་བྱེད་ཀྱི་རོགས་ལ། ཆོ་མེད་ད་དེ་འདྲ་ལ་ལྟ་བསྡད་ན་དཀའ་གི་ཡ་འདིར་ཞག་ང་ཡང་ཨི་རེད་མི་ཚང་མ་ནོར་སྐྱིད་པོ་ཡོད་རོགས་ལ་ལྟོས་མི་ལྟོས་ན་རག་ལུས་ང་ནི་ཡང་ཆོ་ཚ་པོ་དེ་འདྲ་ཡང་ལྟ་རྒྱུ་ཧང་སང་དགའ་པོ་ཡོད་ཡང་བྱེད་སྟངས་ནི་དགེ་རྒན་ཡིན་པའི་སྐབས་སུ་ཡང་འདིར་ད་ཡ་ང་བྱེད་སྟངས་ནི་རྣམ་འགྱུར་འདི་ཡང་ངོ་ནག་པོ་བཟོ་ར་ཞིག་ཡོད་གང་ཡིན་ཟེར་ན་སྟོན་རྒྱུ་རང་མེད་རེད་ཨ་ཡོ་སློབ་ཕྲུག་ལ་ཡང་དགེ་རྒན་གི་རྣམ་འགྱུར་ངོ་གནག་པོ་བཟོ་རོགས་སྐབས་རེ་མེད་ན་ཡང་གད་མོ་ཚེག་ཚེག་ཡིན་ན་ང་ནི་མི་འགྲིག་བསམ་གི། སྐབས་རེ་སྐབས་རེ་ཡིན་པའི་ཕྱིར་དུས་ཆེན་ཁག་ལ་ལྟ་རྣམ་འགྱུར་ཡང་བཟང་པོ་ཡོད་དང་བཟང་མོ་ཡོད་འོང་འོང་དེ་འདྲ་རེད། ངོ་གནག་པོ་བཟོ་ར་ཞིག་མ་སྟོན་ན་མི་འདོད་དེ་ཚོ་ཡང་གི་དེ་འདྲེར་ལྟ་ཡང་མཚར་གཏམ་བཟོ་ར་ཞིག་ཡོད་ལ་ཚོགས་ཐེངས་འདི་འདི་མ་རོ་བ་ལ། མཚར་གཏམ་གི་མཚར། འགྲན་སྡུར་སོགས་པ་དེ་འདྲ་མ་རོ་བ་ཡང་ཡིན་སྙམ་འགོ་འཛུགས་དུས་ཡང་མཚམས་སྦྱོར་མེད་ན་ཡང་འདིར་ལྟ་ལྷག་ཆད་ཡོད་མཚམས་སྦྱོར་མེད་ན་ཡང་དེ་ཚོ་མུ་མཐུད་ནི་བྱས་ང་འདི་སློབ་ཆེན་སློབ་ཚན་གྱི་ཚོར་ཤེས་དེ་ཚོ་ཚར་སྒྲུབ་ཟིན་པ་དགོས་རོགས་ལ་ད་དེ་ཚོ་ཚར་སྒྲུབ་མི་ཐུབ་ན་གང་རེད་ད་གིན་ཟེར་དུས་ཚོར་ཤེས་འདི་འོ་འདི་རོགས་སློབ་ཁྲིད་དེ་ཚོ། ད་ཕྱག་འཚུབ་རོགས་ལ། དུས་ཐོག་ལ་ནི་བྱེད་དགོས་རོགས་ད་དེ་ལྟ་བུ་ངས་བྱེད་ཡིན་རོགས་ཨ་ཡོ་ཡོ་ད་དེ་ཚོར་ད་གནང་རྒྱུ་ངས་བཟོ་བའི་ཐབས་ཤེས་བྱེད་དུས་བྱེད་དུས་ལ་ནང་དཔང་རྩོམ་ཞིག་མེད་ད་རང་བཞིན་གྱིས་ད་སློབ་ཁྲིད་ཀྱི་ཞོར་ལ་མི་འདོད་ད་སྐད་ཆ་རྩ་རེ་མ་ད་དེ་འདྲ་ད་ལས་པའི་སོག་པ་ད་དེ་ཚོ་ཡོད་ར་ཧ་ལ་ནི་ད་པེ་ཐོག་ལ་རྒྱལ་ལ་མུ་མཐུད་ནི་ཡིན་ད་མུ་མཐུད་ནི་གོ་བ་ཡོད་རེད་མི་དེ་དཀོན་མཆོག་གསུམ་ཀ་མ་ཡིན་བཞི་བཅུ་ན་ནི་གནང་རྒྱུ་བར་འགྲོ་དེ་གོ་བ་ཡོད་ར་ནི་བོ་ལི་ཝུད་ཀྱི་གློག་བརྙན་ཟིན་ན་ཆ་ཚུགས་གསུམ་གོ་དགུ་རོགས་ལ་ཡང་ལྟད་མོ་ཆེན་པོ་ཡོད་ན་ཡང་ནས་ཡང་དུ་ཡང་གཟིགས་པ་ཕེབས་དགོས་རོགས་ཡང་དམིགས་བསལ་གྱི་དུས་ཚོད་མ་སོང་ན་ཏང་གི་འོང་ཆུ་སྟེ་སློབ་ཚན་འཆར་གཞི། ཡོད་ཙང་ར་ལ་འདི་ཚོ་ཚང་མ་ལག་རྟགས་དངོས་སུ་ད་འཛིན་ཁང་ནང་དུ་སྡོད་ར་ལ་འཛིན་ཁང་ནང་དུ་སྡོད་ར་གང་དེ་རེད་མི་ཤེས་ཡ། དེ་གཏམ་གླེང་སོགས་པ་འདི་ནི་ཕྱི་ཐང་ནས་རེད་ད་དགེ་རྒན་ཟེར་དུས་ཡང་ཁྱད་ཆོས་མི་འདྲ་བ་ཚང་དགོས་ར་ལ་ད་འདུག་ཁ་ཐུག་སོ་ར་ཞུ་བས་ད་ཞིབ་ལན་སོགས་པ་ད་དེ་འདྲ་ཡིན་ན་ཡང་མི་འགྲིག་ར་ད་སྨྱོན་མ་སྨྱོན་མ་ཐུལ་ལ་རའང་ང་ཚོ་ལ་ཚོ་དགེ་རྒན་ཁ་ཤས་ཡོད་ར་ལ་ཅོག་ཙེ་གི་མདུན་ལ་པད་ཐོག་ར་ཞང་ཤ་གཉིས་ཀྱི་ཡང་ན་ཡང་ན་ཅོག་ཙེ་སྒང་ལ་ཞུགས་ཞུགས་གཉིས་ཀྱི་ད་བཟོ་ཡ་བྱོ་ཚོགས་ཐེངས་བཟོ་ཡ་བྱོ།

སྔོན་ནི་དགེ་རྒན་གྱིས་གང་བསླབ་བྱ། རོ། ད་ངེད་ཀྱིས་ངེད་ཡིན་ན་རྒྱབ་ཡོད་མེད་དེ་ཚོ་ད། བུ་ཡིན་མིན་ད་ཅིག་ཡོད་ར་ཏག་ཏག་བསྟན་པའི་ཡིན་མིན་དེ་ཚོ་ཀ་ཐུག་ཐུག་ར་འོང་དེ་འདྲ་རེད། གང་ལྟར་མ་འདར། ང་ནི་མུ་མཐུད་ནས་ཤེས་ཀྱི་ཡོང་དེ་ད། ཤེས་ཤོག་ཤེས་ཤོག་ད། ད་ཡིན་པར་བྱ་ཞིག་ད་ཚོགས་ཐེངས། ཚོགས་ཐེངས་གཅིག་ལ་ངས་མ་ཤེས་པ་ཡིན་པར་བྱ་ཞིག་ད་བར་གསེང་ལ་ཡང་རྒྱུགས་ལིར་ད་ངས། ཧ་ང་དེ། དགྲ་ཤ་གླེང་བ་ད་མ་རོ་ཨ་ཡ། ང་སེམས་པ་བློ་བདེ་བོ་ནམ་ཡང་མི་འདུག་ཨ་ཡོ་ཡོ་བོད་པ་རོ་ང་ཚོ་བོད་པ་རོ་ལ། འདི་ག་ལ། སོ་སོ་རང་ཉོས། ད་བུ་ཡིན་ན། རིག་པ་ཞིམ་པོ་ཡོད་ཙང་མི་འདོད་ཨེ། ཕ་རོལ་པའི་སློབ་ཕྲུག་དེའང་རིག་པ་ཞིམ་པོ་ཞིག་ཡོད་པ་རྟོགས་ཐུབ་ན་ད་ལྟ་བློ་འཚབ་དུ་མ་སྐྱེ་ཡིན་དུ་མ་ད་འདི་ལྟ་སྐྱེ་དང་སྐྱེ་རོ་ལ་ད་འདི་རེད་ང་ནི་དང་པོ་དང་པོ་ང་འབྲེལ་བ་བྱེད་ཆོག་ལ་ཚིག་གྲོགས་ས་ར་ཞུ་དུ་ཡའི་སློབ་ཕྲུག་དེ་ཚོ་མཉམ་དུ་ཡོད་སློབ་ཕྲུག་དེ་ཚོ་རྣམ་འགྱུར་གྱི་སྟོན་གནང་གིར་ད་ཨ་ནི་རྒྱབ་ལ་ཁ་ཡི་ལྟ་འགུར་རོ་ངོ། ཁ་ཡི་ལྟ་འགུར་ད་ཡ་ཁ་བྱིན་ན་ཚོར་མི་ཐུབ་པ་དང་ཁ་བཏང་ཡ་སོགས་པ་དང་སྐབས་རེ་ཡང་ཚིག་རྩུབ་དེ་འདྲ་ཡང་བྱེད་སྲོལ་ཡོད། དེ་འདྲ་ཡོད་རེད་ད་ཤོར་སྲོལ་ད་དེ་འདྲ་ཡོད་རེད་ཡིན་ན་ཡང་གང་གང་བྱེད་ར་བ་ལ་སློབ་ཕྲུག་གི་དམིགས་ཡུལ་གཙོ་བོ་འདི་སློབ་སྦྱོང་ནང་ཁ་ཕེབས་ར་བ་ལ་སློབ་སྦྱོང་ད་ཕྱིས་སུ་ཡང་ཤེས་ཡོན་ཟེར་ར་བ་ལ་ཤེས་བྱ་ད་ཡོན་ཏན་གཉིས་ཀ་མོ་འདི་རེད་ད་དགེ་རྒན་ཟེར་དུས་ད་ཤེས་བྱ་གཅིག་པུ་མ་ར་བ་ལ་མ་ཕྲ་མེད་ད་མ་སློབ་ཁྲིད་གནང་ཡ་ར་བ་ལ་ཡོན་ཏན་དེ་གང་ཐུབ་ཅི་ཐུབ་ད་ཡོན་ཏན་ད་ཡོད་པ་གཏན་འཁེལ་ར་བ་ལ་ཅུང་ཐུགས་ཀྱི་ད་ཕ་ད་མ་ནི་ར་བ་སྤོ་སྤོ་རྨོ་རྨོ་ད་ཕ་ད་མ། བབས་ཡོད་རོགས་ལ་མི་སྡུག་མི་སྡུག་གི། ཡོན་ཏན་ཕྱོགས་ཞེན་བབས་ཡོད། དེ་ཚོ་སྦྱར་ཡོད་པ་ད་གཏན་འཁེལ་ཡིན་ན་ཡང་ལག་བསྟར་ངོ་མ་དེ་དགེ་རྒན་ཡིན་དུས་ཨ་ནི་འཛིན་ཁང་ནང་དུ་ནི་གནང་རྒྱུའི་རོགས་ལ་འོན་གྱི་རེད། བོད་པ་དགེ་རྒན་ཟེར་དུས་དམིགས་བསལ་གྱི་ཁ་ཁ་ཞིག་ད་འདུག། སེམས་པ་ཆུང་ངུ་འདུག་ཁ་ཤས་ང་ནི་བཟོད་སྒོམ་ཡོད་རོགས་ལ་གང་ཟེར་སྐྲག་པོ་ཟེར་བ་ཞིག་བསྡད་མྱོང་ཡོད་འོང་སློབ་ཕྲུག་བདུན་ལ་ད་ང་སྐྲག་པོ་ཡོད་རྣམས་རྒྱུགས་ཀྱི་བཟང་པོ་དེ་ཙམ་སྟོན་མི་ཐུབ་ད་དུས་ཆེན་ཁ་སུ་ད། བོད་དུ། འཛིན་ཁང་ནང་དུ་ཡང་རྣམ་འགྱུར་བཟང་པོ་བཟང་མོ་ཡོད་རོགས་ཡང་ན་བཟང་པོ་བཟང་པོ། འཛིན་ཁང་ནང་དུ་མཉམ་སྡོད་ན་ཡང་མུ་མཐུད་ནི་ནམ་ཡང་མ་ཡིན་ག་ཡིན་ཟེར་ན་ང་སློབ་ཁྲིད་བྱེད་དགོས་རོགས་ལ། སློབ་ཁྲིད་བྱེད་དགོས་འུ་དེ་རེད་ད་གང་འདར་མ་འདར་མི་འདོད་སློབ་ཁྲིད་ཀྱི་མཉམ་དུ་མི་འདོད་རྣག་འགྱུར་བཟོས་ཏེ་ཧང་སངས་ཁེ་ཆུང་པོ་འདུག་ཨ་ལ་འུ་དེར་ཤག་གང་ཡིན་ཟེར་ན་ད། སློབ་ཚན་གྱི་བསླབ་གཞི་མ་བཟོ་ན་རོགས་ཨ་ལ། ད། ཚར་གྲུབ་བདེ་བ་དང་ར་བདེ་སྐྱིད་ཀྱི་ངང་ནས་ཚར་གྲུབ་ཟིན་ཐུབ། མི་མཉམ་དུ་བའི་ཤེས་སྟོབས་ཡང་ཆགས་ཚུགས་ཤིག་ཐོབ་ཐུབ་རྣག་འགྱུར་འགོད་པ་དེ་ཤིན་ཏུ་ཁེ་ཆུང་པོ་འདུག་རྣག་འགྱུར་འགོད་པ་འདི་རོགས་ལ། ཡིད་བདེ་བ་འདོད་པ་དེ་གཟིགས་ཡོད་ད་དགེ་རྒན། གཅིག་ཀྱང་མ་ཡིན་པ་ཆེ་རག་ལ་སློབ་ཕྲུག་ལའང་རྣ་བ་སྐྱུར་བཟོ་དགོས་པ་དེ་གོང་གི་བསྐྲུན་དགོས་པ་དེ་རག་རྣ་བ་སྐྱུར་པོའི་གི་ཁོར་ཡུག་ཞིག་བསྐྲུན་དགོས་པ་དེ་ནི་གལ་གནད་ཆེན་པོ་ཚོར་གི་ཟེར་བྱ་ཚོར་སོང་དེར་བརྟེན་རང་ཡོད་ནས་ཀྱང་གང་ཐུབ་ཤིག་ཟེར་བྱ་ལག་བསྟར་བྱས་ཡོད་འདིར་ཁ་ཤས་རང་བཞིན་གཅིག་མདུན་ཡང་དོ་ཅག་ཅིག་དེ་བའང་དོ་ད་རང་ངོས་ལ་གཞི་བཞག་ན་རྣ་བ་སྐྱུར་བཟོ་ཐུབ་པའི་གི་ཅིག་ཡོད་རག་དེ་འདྲ་འོང་གི་ཡོད་རེད་དེ་བཞིན་པ་ང་དགེ་རྒན་བྱེད་འདོད་ནམ་ཡང་མེད་འོ་ཐུག་ནི་ད་ལམ་ཀ་དེ་ལ་ད་དགེ་རྒན་ལྕགས་ལེགས་ཀྱི་ལམ་དེ་ལ་འབྱོར་ཡོད་ར་ལ་འབྱོར་ཡོད་ཟེར་བ་མ་འབྱོར་ཐོ་ཡོད་པ་ཙམ་མ་ཡིན་པ་ཆེས་མ་རེ་བའི

ཀུན་ཁང་བསྐྱོད་པ་དེ་ཚོ་མ་གཏོགས་སྒོ་ར་སློབ་ཕྲུག་ལ་མ་གཏོགས་གང་ཐུབ་ཅི་ཐུབ་གཏོགས་ཐུབ་རེད། གཏོགས་ཐུབ་ན་གཏོགས་ཐུབ་དེ་མི་འདུལ་བས་དེ་དགེ་རྒན་ངོས་ནས་གཏོགས་ཤིག་བྱས། གལ་ཏེ་གཏོགས་ཐུབ་པ་དེ་དགེ་རྒན་ངོས་ནས་ངོས་འཛིན་ཐུབ་ན། བའོ་ཨ་ནི་དགེ་རྒན་དེས་དམིགས་ཡུལ་མ་བཟུང་ན་སྒྲུབ་པའི་རོགས་ལ་ཨ་ནི་དེར་བརྟེན་ཨ་ནི་བདེ་བ་དཔག་ཏུ་མེད་པ་ཐོབ་སྲོལ་ཡོད་དེ་མ་ཟད་རོགས་ལ་སེམས་ཤུགས་མ་ཐོན་སྲོལ་ན་གསར་པ་འབྱུང་འགྱུར་གྱི་ཉིན་མོ་དང་ལོ་ལ་གང་ལྟར།

འོ་དེ་ཞིག་ནི་རིག་པ་སངས་སར་ནི་རྒྱབ་གནང་གི་མི་འདུག་ཡིན་ན་ཡང། མུ་མཐུད་ནས་གནང་ཤག་ཤག་གནང་བཞིན་པ་ཞིག་ངས་མཐོང་སོང་འདི་ཞེས་གནང་བ་ཞིག་མཐོང་སོང། དེ་འདྲ་འདུག་ཡང་སྤྱི་ཚོགས་ནང་ལོ་ལ་དང་མི་སྣ་མི་འདྲ་བ་ཡོད་ར་ལ་སྐུ་ལས་སྐྱོན་སྟངས་ཀྱི་ལམ་མ་བཟུང་ན་ཐབས་ལམ་མ་བཟུང་ན་ཁ་ཁ་ཁ་ཁ་ར་ཨ་སྙོམས་མ་ཡིན་དེ་འདྲ་རེད་ཡིན་ནའང་དགེ་རྒན་ཕྱག་ལས་ཟེར་དུས་ད་མུ་མཐུད་ནས་ར་ལ་སྐུ་ལས་སྐྱོན་དགོས་པ་དེ་འདི་རེད་ད་སྐུ་ལས་སྐྱོན་དགོས་པ་རེད་ལ་སྐུ་ལས་སྐྱོན་དགོས་པ་འདི་ཆགས་ཡོད་མུ་འདི་རེད་སྐུ་ལས་སྐྱོན་དགོས་པ་འདི་ཆགས་ཡོད་མུ་འདི་རེད་ད། ཡིན་ན་སྐུ་ལས་གང་བསྐྱོན་པ་དེ་ངས་གང་བཞེས་ཟེར་ན་ལག་བསྟར་གཉིས་ཟུང་དུ་གནང་དགོས་གཟིམ་ཁང་ནང་དུ་རོ་ལ་གཟིམ་ཁང་ནང་དུ་གནང་དགོས་ད་སྨྱོན་མ་སྨྱོན་མ་ཡིན་ན་རོ་ཤིང་སྡོང་འོག་ལ་རོ་ལ་སློབ་ཁྲིད་གནང་སྲོལ་དེ་འདྲ་ཡོད་རེད་བ་ད་གནང་ང་མོ་དེ་ཚོ་དུས་དེར་དེ་སྲིད་དང་སློབ་ཕྲུག་དེ་ཚོ་ཁྲག་གསུམ་ག་འདྲ་བྱུང་ཡོད་མུ་དེ་རེད་ད་དེང་དུས་ད་ཆུ་སྐྱེས་མ་སོང་ན་རོ་ལ་ཐུན་སྐྱེས་མ་སོང་ན་ཡར་སྐྱེས་ད་འཛོམས་པོ་ཡོད་དུས་ཀྱང་སློབ་ཕྲུག་ཆགས་ཚུལ་དེ་ཙམ་ཆགས་མི་ཐུབ་པ་ད་རོ་ལ་སྟོན་མི་ཐུབ་པ་དེ་འདྲ་ཆགས་ཡོད་ད་གང་ཟེར་ད་རོ་ལ་དེ་འདྲ་རོ་ལ། ན་མི་དགོས་མི་རྣམས་འགྱུར་ས་ད་དེ་འདྲ་རེད། དེ་ཚོས་ཆ་ཚོད་ངས་ཚབ་བཤད་ནས་རང་ཅག་རོ་ལ་ངོ་འདི་བྱས་ཙང་གི་ཆགས་པས་འདི་ཤིན་ཏུ་ཁེ་ཆོག་ཤིན་ཏུ་ཁག་པོ། ཁག་པོ་རེད་ཁག་པོ་ཡིན། ཁག་པོ་རེད་ཁག་པོ་རེད་ཡིན་ན་ཡང་ལས་སླ་པོ་འདི། གང་འདྲ་ཞིག་ལམ་ནས་ཆགས་ཐུབ་ཟེར་ན་དགེ་རྒན་རང་ངོས་ཀྱི་སྐུ་ལས། སེམས་གཏིང་དུ་གནས་ནས་ལས་བྱོས། དཔེ་སྐྱོན་པ་ཙམ་མ་ཡིན་པར་ངེད་གཉིས་ནས་ཞུས་སོ་ལ། ལག་བསྟར་ངོ་མ་འདི་འཛིན་ཁང་ནང་དུ་གནང་དགོས་ཟུང་འདི་རེད། ད་འཛིན་ཁང་ནང་དུ་འདིར་ལྟ། ལག་བསྟར་གནང་ཡས་འདི་ལས་སླ་པོ་མ་ཡིན་རོ་ལ་བྱས་ཙང་ཆོག་དགེ་ཡང་ན།

མི་ཚེ་གཅིག་ལ་དུས་གཅིག་ལ་འཛིན་ཁང་གཅིག་གི་ནང་ལ་ད་བག་ཆགས་འདི་ཚོ་ད་ཟ་འོ་རོགས་སྙན་མོ་སྙན་མོ་འདི་ཚོ་མེད་ན་ཡོད་པ་བཟོ་འོ་རོགས་ཁག་པོ་ཞེ་དྲག་རོགས་ཡིན་ནོ་ཡང་ད་དགེ་རྒན་གྱིས་ད་སེམས་ཤུགས་མ་གསུངས་ན་ར་སྐུལ་སློང་མ་གསུངས་ན་སྐུ་ལས་མ་གསུངས་ན་བཟང་པོ་སྐྱོ་མཁན་ཞིག་ཡིན་ན་ཨང་གང་འདྲ་ཞིག་ཡིན་རུང་ལས་སླ་པོ་ཆགས་ཡོད་ལས་སླ་པོ་ཆགས་ཡོད་ཟེར་དུས་ངའི་ལབ་ས་མ་རེད་ད་ཨ་ཡོ་ཡོ་ཡོ་ལོ་ལོ་དགོར་སྲིད་ལོ་ལོ་ནི་ལོ་འོང་དེ་འདྲ་རེད། རོགས་ལ་སློབ་ཚན་མི་འདྲ་བའི་དགེ་ལ་ཡོད་དགེ་རྒན་ཚང་མས་སྐུ་ལས་སྐྱོ་འགོར་མི་སྲིད་མཉམ་རུབ་ཀྱི་དགེ་རྒན་བྱེ་བྲག་པ་གཅིག་གི་སྐུ་ལས་མུ་མཐུད་ནས་སྐྱོ་ཡིན་ཤེས་ཞེས་ངེད་ཚོ་ལྷད་ཡངས་བྱས་ན་ཞུ་ན་ནམ་ཡང་མི་འགྲིག་རོགས་ལ་ཆ་སྙོམས་དགོས་རོགས་ལ།

དེ་བཞིན་གྱི་ལག་བསྟར་ཡང་གནང་དགོས་ཡོང་ངོ་འདི་རེད་ད་ཁག་པོ་འདུག་ཡིན་ན་ཡང་འདིར་ད་ཁོ་ཡིན་ཡོད་ན་འདི་རེད་ད་ལས་སླ་པོ་ཆགས་རེད་ལྕགས་ལེ་ག་འདྲ་ཞིག་ཡིན་རུང་ར་ལ་བཟོད་སྒོམ་དགོས་རེད་བཟོད་སྒོམ་མུ་མཐུད་ནས་འགན་ཟེར་དུས་བཟོད་སྒོམ་དགོས་རེད་ད་བཟོད་སྒོམ་བཟོད་སྒོམ། བཟོད་སེམས་ཟེར་བ་ཞིག་ལ་དེ་འདྲ་རེད་ཡིན་ཅི། སློབ་ཕྲུག་ཡིན་ཟེར་ར་སློབ་ཕྲུག་གི་རྨོངས་པ་སེལ་ཐུབ་ན་ད་ད་འདི་རེད་ད་དེ་ལས་ཕན་ཡོན་ཆེ་བ་གང་ཡོད་ར་སློབ་ཕྲུག་གི་རྨོངས་པ་སེལ་གྱི་ཡོད་ད་རྨོངས་དད་སོགས་ལ་དོ་ཁ་ཤིག་སློབ་སྦྱོང་ནམ་ཡང་བྱ་གི་མེད་ཟེར་ར་ད་སྤྱི་བཏང་ནས་འཛིན་ཁང་ནང་དུ་སློབ་སྦྱོང་གནང་སྐབས་གཅིག་པུ།

སློབ་གྲྭའི་འཛིན་ཁང་ནང་ཀུན་གླེང་གང་འདྲས་སྐྱོང་རྒྱུ་རྟོགས་ཐུབ། གང་ཡིན་ཟེར་ན་ངས་བོད་ནས་ཕེབས་རྒྱུ་དེ་འདྲ་ཡོད་རུང་སྙན་སེང་གི་གོང་འཕེལ་ཕྱིན། ཁྱིམ་ཚང་ནས་ཕེབས་རྒྱུ་དེ་འདྲ་མཐོང་མྱོང། མཐོང་མྱོང། ཁོང་ཚོས་ཀྱི་རྣམ་འགྱུར་དང་བསམ་ཚོར་གྱི་ཚོར་མྱོང། དབུ་སྐྲ་གང་འདྲས་ཡོད་མེད་གོས་གང་འདྲས་ཡོད་མེད་ཅིག་ཡོད་ར་ཨ་ནི་རྐང་གང་འདྲས་ཡོད་མེད་རྐང་པའི་མཐིལ་དང་དེ་ཚོ་སྐྲང་གྱོ་དང་འབོད་གྱོ་དང་པགས་པ་བུད་གྱོ་དང་ཅིག་ཡོད་ར་དེ་ཚོ་ཚང་མ་ངེད་ཀྱིས་ཕོག་མྱོང་ཡོད་ཙང་ར་སློབ་ཆུང་རྣམ་པ་ས་ཐག་རིང་མེད་སྟབས་བོད་ནས་ས་སྨྱོན་མ་སྨྱོན་མ་ཡིན་ན་ཟླ་བ་བཞི་ཙམ་དེ་འདྲ་ཟིན་གྱི་འདུག་ཁ་ཤས་གོམ་པ་སྤོས་ཤེས་ཟླ་བ་གཉིས་ཙམ་དེ་འདྲ་ཟིན་གྱི་འདུག་ད་གནས་སྟངས་གང་ལ་རག་ལུས་ཡོད་ར་ལ་ཨ་ནི་ཉིན་མ་ཡིན་མཚན་ལ་གོམ་པ་སྤོས་ནས་དེ་འདྲ་ཟིན་ཨ་ནི་ཁྱོད་རྣམས་ལ།

ཀུ་ལེ། དགེ་རྒན་ཉོན་ནི་སྐྱོན་པ་ཙམ་མ་ཡིན་པར་སློབ་ཕྲུག་ཉོན་ནི་ཀུ་ལེ་སྐྱོན་གོ་ཡོད་མེད་ཅིག་ཡོད་ར་ཅིག་མ་ཤེས་ན། སློབ་ཕྲུག་ཉོན་ནི་ཐབས་ལམ་མ་བཟུང་ན་བསམ་བསམ་ཚུར་བྱེད་ད་བསམ་པ་རྙེད་ད་ཅིག་ཡོད་ར་བསམ་པ་ཟབ་པོ་ལམ་ནས་བཏང་ན་དེ་འདྲ་སྐྱོན་པོ་ཆགས་ཡོད་འོ་དེ་བྱས་ཙང་ད། དགེ་རྒན་གྱིས་སློབ་ཕྲུག་ཕྱོགས་ལ་རྒྱུག་དགོས་པ་དེ་འདྲ་མ་ནི་དུང་མ། མུ་མཐུད་ནས་ལོ་ནས་ལོ་ལོ་ནས་ལོ་ལོ་ནས་ལོ་ལས་ཀ་རྩ་གོང་མ་ཤོར་བ།

ཕེབས་ཆེད་དུ། བདེ་བ་ཐོབ་པར་ཡོང་ཆེད་དུ། དེ་འདྲ་རེད་འོ་འདི་རེད་ད། ཡིན་ན་ཡང་རླུང་ཡེ་སྲིད་སྒྲུབ་པའི་རྗེས་སུ་ད་དང་དྲན་པ་བྱེད་དུ་ཨ་ཡང། བདེ་བ་དེ་འདྲ་རེད་འོ་འདི་བྱེད། བདེ་བ་དེ། ཁ་ཤས་རྟག་པ་ཡོད་མ་རེད་བདེ་བ་ཁ་ཤས་རྟག་པ་ཡོད་མ་རེད། ཡིན་ན་ཡང། འཛིན་ཁང་ནང་དུ་འདི་ཁ་བ་ཁ་ཁར་བསམ་གྱི་འདུག་དགེ་རྒན་གྱིས་ད་སློབ་ཕྱིའི་མཉམ་དུ་བདེ་བ་ཞིག་བསྐྲུན་ཐུབ་ན་མི་འདོད་ཨེ་སློབ་ཕྲུག་ལགས། འདི་ད་དཀོན་མཆོག་གསུངས། ད་ལྟ་རྟོགས་མི་ཐུབ་ན། ད་མི་ཚེ་ནང་ལ་རྒན་མོ་ཞིག་ཆགས་ན་ཡང་ལོ། ཡུན་རིང་ཞིག་ད་ངས་རྟོགས་ཐུབ་གི་བསམ་གྱི་འདུག།

མུ་མཐུད་ནས་གནང་བའི་རོགས་ལགས། ད་གནང་བའི་ཞོར་ལ་ནི། ཀུན་སློང་བཟང་པོ་དང། དོ་བདག་རང་ཉིད་ཙམ་མིན་པ་མ་ཡིན་པར་རོགས་ལ། རང་དང་གཞན། གཉིས་ཀའི། ཕན་པ། སྒྲུབ་བྱེད་དུ། བསམ་པ་ཙམ་མ་ཡིན་པར་རོགས་ལ་བྱེད་ཐུབ་ན་ཤིན་ཏུ་ལེགས། རོགས། དེ་འདྲ་ཡིན། དེ་བས་ཞིང་ཁམས་ལ། ལོག།